དེང་སང་ད་བོད་གངས་ཅན་གྱི་ལྗོངས་ལས་ཕྱིར་གཏོང་བྱས་ནའང་དེ་ནི་དཔལ་འབྱོར་གྱི་འཛུགས་སྐྲུན་རེད་ཅི་རིགས་ཅེས་འཚོལ་བ་རེ་གོང་འཕེལ་འགྲོས་ཡག་པོ་འགྲོ་ཡག་གི་ཡོད་དུས་དེ་ཡིན་ན་ཡང་དེ་ནི་ཚ་ནན་མང་ཆེ་བ་གཅིག་ལས། ད་ངོ་མ་བཤད་ན། བོད་གངས་སྐྱིད་ལྗོངས་ཕྱི་རྒྱལ་སྲོང་བཙན་སྒམ་པོའི་སྐུ་རིང་ནས་ད་བོད་རྒྱའི་སྒྲིག་གཙོར་གྱི་སྤྱི་རེད་ཟེར་ན། ལྷ་ཆེ་དགེ་བ་བཅུ། མི་ཆེ་བཙུན་མ་བཅུ་དྲུག་གི་དྲུང་དེ་བཞག་ནས་བོད་ཀྱི་མི་ཞིག་ཡིན་ནས་བཟུང་སྟེ། དེ་དང་མ་འགལ་བ་བྱ་རྒྱུ། དེ་འདྲའི་དགེ་བཅུ་དེ་ཕྱི་རྒྱལ་མི་ཡན་ནམ་སོང་ནས་བཟུང་སྟེ་དེའི་སྲོལ་དེ་ཡོད་རེད། དེའི་རྐྱེན་གྱིས། དེ་ནས་བོད་ཕྱི་གདན་གྱི་ཞིང་ཁང་ཟེར་ནས་མིང་དེ་ཐོགས་རེད། ཆད་པ་དེ་བོད་ཀྱི་མི་རིགས་ཀྱི་ཡིན་ནས་བཟུང་སྟེ། དེ་ནས་སྤྱན་རས་གཟིགས་དང། དེ་རྗེ་བཙུན་སྒྲོལ་མ་གྱི་སྤྲུལ་པ་ལས་བརྟེན་ནས་རིགས་རྒྱུད་ཆད་པ་བོད་ཡིན་ནས་བཟུང་སྟེ་ཤ་ཁྲག་གཅིག་པ་དེ་ཆགས་རེད། དེ་སྔོན་མ་ཚངས་སྐྱིད་བཅོམ་ལྡན་འདས་ཀྱི། སངས་རྒྱས་ཀྱི་བསྟན་པ་དེ་ཞོང་ནས་ཞོང་དུ་དར་སོང། ཁ་བ་ཅན་གྱི་ཚོགས་ཁྲི་ཚ་ལའི་ནང་ནས་འབྱུང་བར་འགྱུར་སོང་ནས་ལུང་བསྟན་ནས། བོད་ནི་ཆེས་དར་སོང་ནས་ལུང་བསྟན་ས་གི་ས་གནས་རེད། དེ་ཡིན་དུས་བསྟན་པ་སྔ་དར་བར་དར། ཕྱི་དར་གང་གི་སྐབས་སུ་ཡིན་ནའང་སངས་རྒྱས་ཀྱི་བསྟན་པ་ཉི་མ་ཤར་བ་ལྟ་བུ། ཅེས་བོད་གངས་ཅན་གྱི་རྒྱང་ལས་ཡོད་རེད། ཆེས་མ་ཚད་མི་སེར་ནང་ཐང་ཅན་ཡིན་ནའང་དེ་ནས་ལྷ་སྐྱིད་དགེ་བ་བཅུ་མི་གཅིག་སྟོང་པ་བཅུ་དྲུག་ལས་བརྩི་སྲུང་བྱས། དེ་ནས་ཕལ་ཆེ་བ་ད་བརྩི་སྲུང་མི་བྱེད་མཁན་དེ་དེ་ནི་ཕལ་ཆེར་མེད་པ་གི་ཚོད་རེད། དེ་ཡིན་ན་ཡང་ད་དེ་སྲུང་དཔལ་འབྱོར་གོང་འཕེལ་ཡར་རྒྱས་ཇེ་བང་ཇེ་བང་བྱེད་དུས་མི་ཡི་བསམ་བློ་དེ་ཇེ་དུས་ཇེ་དུས་ཇེ་དུས་ལས་འབུར་འགྲོ་ཤེས་ཡོད་རེད། ཅི་རེད་ཟེར་ན་དཀོན་མཆོག་གསུམ་ལས་ཤར་སུ་འགྲོ་མ་ཤེས་ཤེས། ཤར་འགྲོ་ཟེར་རྒྱུ་དེ་བས་གང་ཡིན་མ་ཤེས་ཤེས། ཞེས་ན་ཤར་འགྲོ་སེར་བྱེས་དེ་དག་བླ་མ་ལ་ཤཱ་ཚུ་ཆེའོ་ཚོང་རྒྱས་ལ་ཤཱ་ཚུ་ཆེ་ལ་ཤཱ་དགེ་འདུན་ལ་ཤཱ་ཚུ་ཆེའོ་ཟེར་འདྲ་ཤེས་པ་ཙམ་རེད་མི་ཚད་དེ་ཤཱ་འཕྲུལ་སྡོམ་པ་ཡོད་མཁན་སྐམ་པོ་འགྲོ། གནའ་སྔ་མོ་བཤད་ན་བོད་ཀྱི་མི་ལས་ཤཱ་འཕྲུལ་སྡོམ་པ་ཞུ་མི་དགོས་དུ་རང་ཤུགས་ཀྱིས་ཡོད་སོང་རེད། མ་ནས་ལྷ་མི་དགེ་རང་ཤུགས་ཀྱིས་ཤེས་སོང་རེད། ད་དེང་སང་ཤར་འགྲོ་འདའ་ཤེས་པ་ཙམ་རེད་མོད་དེ་ནི་ཤར་འགྲོའི་སོང་བཞག་ཅིག་ཡིན་ལྷ་བཞག་ཅིག་ཡིན་ཤེས་མཁན་དེ་ཧ་ཅང་དཀའ་མོ་རེད། དེ་རེད། གཅིག་ནས། དང་དམའ་འདེང་ལས་བཞག་ན་ང་ཚོ། དམ་པའི་ཆོས་ཀྱི་སྒོ་འགྲོ་དེ་ཤར་འགྲོ་རེད་ཤར་འགྲོའི་སྒོ་འགྲོ་དེ་དད་པ་རེད། དེ་ནི་དད་པ་མེད་ཡིན་དཀོན་མཆོག་སོགས་ལ་ཤར་སུ་འགྲོ་མ་ཤེས་ནས་བཟུང་སྟེ། དེང་ཆོས་པ་ཟེར་གྱི། ཆོས་ལྡན་གྱི་ཞིང་ཁང་ཟེར་གྱི་དེ། མིག་མདངས་མ་འཚོས་པ་ཅིག་རེད་འགྲུ་ཤེས་ཡོད་དོ། གཅིག་ནི་དེ་རེད་གཉིས་ནས། ད་འབྱོར་འབྲས་གསལ་བས་དེ་ཅི་ཡིན་ཤེས་ཤེས་མེད། ད་མེད་ཅིག་གསལ་ནའང་དངོས་སུ་ཅིའི་གསལ་ན་རིས་མ་ཤོར། ད་སྐུ་གསལ་གྱི་ཤེས་ནའི་ཚུལ་ཅི་མེད་ན་དེ་འདི་པ་མེ་ཡིས་སོ་འདྲི་ཞིག། སྐུ་ཅི་ཤེས་ནའང་དེ་རེད། བྱ་བ་ཅི་བྱས་ནའང་དེ་རེད། ད་ཅིས་ཀྱང་མ་ཤེས་མ་རིག་ན་དེ་ནི་འདི་པ་དེ་མེ་ཡིས་སོ་འདྲ་ཅིག། དཔེར་ན་དེང་སང་དེ་འདྲུད་རྒྱུ་རེ་ཡོད་ཤེས་པ་རེད་དེ་ཡིན་ན་ལས་འབྱོར་འབྲས་གསལ་བས་དེ། ཚོང་ཆེན་བཅར་འདྲེན་ལས་ཀའི་ཁྲིམས་བཅད་ནི་བཞག་བཞག་གི་ཅི་མ་རེད་ཆེས་ཟེར་རྒྱུ་དེ་དངོས་པོའི་གནས་ཚུལ་དང་མཐུན་པ་གི་ཚོང་ཆེན་གི་ཆེན་ལས་དེ་གསུངས་ཡོད་རེད། ལས་སྦྱོར་འབྲས་ཀྱི། ལས་མ་བྱས་པ་དང་མི་འཕྲད་ཤེས་པ་ཆུད་མི་ཟ། གསུངས་ཡོད་རེད་དེ་ཡིན་དུས། ལས་སྦྱོར་འབྲས་དཀའ་སྣང་དེ་རང་གི་ཅི་ལན་ལ། དེའི་འབྲས་བུ་དེ་རང་ཉིད་མ་གཏོགས་སུ་ཅི་ལས་སྨིན་གྱི་ཡོད་པ་རེད། ཤེས་བ་འདི་ལས་སྨིན་ཤེས་བ་མ་འོངས་པ་སྨིན། སྔ་མ་ག་འདི་སྨིན་ཕྱི་མ་ག་འདི་སྨིན། དེ་ལས་དང་ལས་ཀྱི་རྣམ་པར་སྨིན་པ་ཚབས་ཆེ་ཆུང། ཉེ་བ་གང་ཡིན་རིང་པོ་གང་ཡིན་དང་དེ་འདྲའི་མང་པོ་གསུངས་ཡོད་ར་ལས་འབྲེལ་གྱི་རྣམ་གཞག་མང་པོ་གསུངས་ཡོད་རེད་དེ་ལས་འབྲེལ་ལས་ལྷུ་བ་མེད་པ་རེད་དེ་ཕ་ཆེ་རེ་ཁེ་ད་དེ་སོང་མ་ཤེས་པའི་སོགས་འགྲུས་ཀྱིས། ད་ཕྱི་ཚུལ་བཤད་ན་ཚང་མས་ཟེར་རེད་ལ་རྒྱ་ལ་རྒྱ་ཟེར་གྱི་ཡོད་རེད་དེ་ད་བོད་ཀྱི་ལ་རྒྱ་ངོ་མ་དེ་ཅི་རེད་ཟེར་ན་བོད་ཀྱི་ཆེད་དུ་རིག་གནས་རེད་བ། དེ་ལས་དེ་ནས་ལ་རྒྱ་དེ་གསུངས་མ་ཤེས་ནས་ད་ལ་རྒྱ་ཟེར་རྒྱུ་དེ་ཕ་རྟགས་འདུག་ན། དེ་ཕན་ཚུན་གསབ་རྩོད་བྱེད་ཚུལ་བྱེད་རྒྱུ་འདུག་ད་འབུ་ཅིག་བརྐོས་ན་འབུ་དྲུག་རེ་བཤད་རྒྱུ་འབུ་ཚ་དྲུག་རེ་བཤད་རྒྱུ་འདུག་ཚ་གཅིག་ཡིན་ན་དེ་ནི་ཚ་དེ་དྲུག་རེ་བཤད་རྒྱུ་རེ་དགོས་རྒྱུ། དེ་ནི་གོ་ལ་ལྕགས་ཀྱི་གསེར་རེ་དུང་རེ་བཤད་རྒྱུ། བདག་དེ་དག་ལ་སོགས་པ། དེ་ནི་ག་ཤེད་ཅིག་འགྲོ་ཤེས་ཡོད་ནའོ། བདག་ཕོ་ཤེད་ཆེ་ཆུང་གང་ཡིན། ཚུར་རྒོལ་པོ་གཅིག། གཉིས་ཚུར་གྱི་ངར་རྒྱལ་རེ་ཚུར་རྒོལ་མོ་ཡོད་ན་དེ་དཔའ་བོ་ཡིན་དུ་འདུག་བདག་དེ་དག་རུས་ཀྱི་སྐད་ནི་དེའི་སྲུང་ཆའང་ཤེས་པ་རེད། དེ་རུས་ཀྱི་ཆ་བ་སྲུང་ན་དེ་བོད་ཀྱི་ལ་རྒྱ་རེད་དུ་མ་རེད་དེ་བོད་ཀྱི་ལ་རྒྱ་ཤོར་ཚད་རེད་དྲན་ཐུབ། ཅི་རེད་ཟེར་ན་ལྷ་ཆེ་དགེ་བ་བཅུ་དང་མི་མཐུན་པའི་ཕྱིར་གཏོར་མ་བཅུ་རིགས་དང་མ་མཐུན་པ་དེ་དེ་བོད་ཀྱི་ལ་རྒྱ་མེད་ཚད་རེད་ལ་རྒྱ་ཟེར་ན་མགོ་ན་མེད་ཚད་རེད། དེ་ཡིན་དུས། བོད་རང་རང་སོ་སོ་གིས་རང་རང་སོ་སོ་གི། དེ་ནས་གནའ་རབས་ཀྱི་ལོ་རྒྱུས་དེ་བོར་མི་ཤོར་བ་ཅི་ཅི་ལས་ཀྱང་བཀའ་དྲིན་ཆེ་དུས། ང་ཚོ་ད་རྒད་པོའི་རེས་འཇའ་ལས། གཞན་ང་ཚོས། བོད་ཟེར་ནས་རང་བཙན་འདོད་འདྲ་མི་འདྲ་ཅི་བཤད་དུ་ཤེས་མེད། དེ་ཡིན་ནའང།

ཅི་ཡིན་འདི་ཡིན་མེད་པ་ཞིག་རེད་སོང་ན་དེ་རྒྱ་གར་གྱི་མི་རིགས་ཀྱིས་བློ་ཨ་ཁེལ་ཡོད་རེད། དཔེར་ན་དེའི་ཐད་ལ་བཤད་ན་དེ་ནི་རང་རང་སོ་སོའི་བོད་ཀྱི་མི་རིགས་ཀྱི་ཡིན་ནས་བཟུང་སྟེ་ལ་རྒྱ་ཡག་པོ་འཚོགས་ནས་དགེ་བཅུའི་ལ་རྒྱ་དེ་ཡག་པོ་འཚོགས་ནས་དེ་ནས་ལྷ་ཤེས་དགེ་བ་བཅུ་མི་ཤེས་སྟོང་མ་བཅུ་དྲུག་དེ་ཡག་པོ་གྱིས་གསུངས་དེ་མ་ཤེས་ན་མཁན་པོ་རྣམས་ལ་དྲི་ཤེས་མི་རྣམས་ལ་དྲི། གཅིག་གིས་གཅིག་ལ་ལྷབ་དེ་འདྲ་བྱེད་རོགས་བྱས་ན་བཀའ་དྲིན་གྲངས་མང་ཆེ་དུས་དྲན། ནག་དེ་འདྲའི་གྲལ་དུ་ཆས་པ་དེ་དེས་སོང། དེ་ནས་གང་དུ་ཞིག་པ་ནང་ལྟར་རེད། ས་ཚོད་ཕྱི་ཚོད་ཡིན་ན་འདྲ་ག་རང་ཡིན་ན་ས་གནས་གཅིག་དང་བོད་དང་བོད་ནང་ཁུལ་ལས་རྒྱ་རིགས་ཆུང་ཆུང་དགོ་དེ་ཕོ་རྫི་བོ་གཅིག་ཡིན་འདུག་འདུག་དཔའ་བོ་གཅིག་ཡིན་འདུག་འདུག་དྲན་ཤེས་ཡོད་རེད་དེ་དེ་ཧ་ཅང་མི་མཐའ་ཆེ་མི་ཧ་ཅང་སྡུག་ཅག་ནང་གི་སྡུག་ཅག། མི་རིགས་ཀྱི་གང་བླ་རྒྱ་ཕོ་རིན་མགོ་བླ་བ་མེད་མཁན་གྱི་མི་ད་དེ་འདྲུས་ཀྱི་ལས་བཤད་ཤེས་ཡོད་ངེས་རེད་ལྟ་ན། དེ་རེད་དྲན་དུ་མེད་དེ་དཔའ་བོ་རེད་མི་དྲན་དུ། ཚེ་འདི་ལ་དེ་དཔའ་བོ་མ་རེད་ཚེ་ཕྱི་མ་ཤིན་ཅི་ཆེ་སྦྱང་འགྲོ་གནང་ཆོག། དཀའ་ངལ་ལས་སྦྱོར་འབྲས་དེ་ནི་ཆོས་ལ་སྨན་གྱི་རེད་མ་ཚུལ་གཅིག་ལ་སྨན་གྱི་མ་རེད་དེ་དེའི་དཔའ་བོ་དཔའ་ས་ཡོད་མ་རེད། དགོས་ས་ཡོད་མ་རེད་དེ་ཡིན་དུས་ང་གི་སྙིང་ནས་རེ་བ། ཚང་མ་ཁེ། འཐུས་ཚང་ཡག་པོ་གཅིག་གནང་ནས་དེ་ནས་ད་ལྟ་བལྟས་ན། མཁན་པོ་འཇིགས་མེད་ཕུན་ཚོགས་ཀྱི་གདན་ས་བླ་རུ་བསྒར་ནས་ཁོང་རྣམ་པ་ཁེ། དེ་ནས་ཞིང་འབྲོག་ཚུགས་ནས་ཚང་མ་ལས་ཀ་འབྲས་སྐུ་སློང་མཛད་དུ། དེ་ནས་ཡ་ཆེན་རེད་སྒང་ཁག་ལ་ལ་སུ་ལུ་ཆེ་ཆེ་ཆེ་ཆུང་ཆུང་ཆུང། གསུང་བཞིན་ཡོད་རེད་བཤད་བཞིན་ཡོད་རེད་དེ་ཉན་མཁན་དེ་ཧ་ཅང་སྐམ་པོ་རེད། ཁྱེད་ཀྱིས་བཤད་ན་ཐུགས་རྗེའི་གཟི་ཡིག་ཟེར་དེ་རིགས་ཁྱེད་རང་ལ་སྟོང་ཕྲག་ཡར་ཟུང་འདུག་རེད། ཕ་ལས་འགྲོ་ཚར་རེད་རྗེས་རེ་དགོས་ཁོང་ཁྲོ་བཏུལ། ཞེས་འགྲོ་ཤེས་ཡོད་རེད་མོད་ལག་ལེན་བསྟུན་མཁན་དེ་ཧ་ཅང་དཀོན་པོ་རེད་དེ། ཁྱེད་ཤུག་མ་གི་ཅི་མེད་རེད། ལག་ལེན་མ་བསྟུན་ན། ཁྱེད་ཐེ་བུའི་ཕན་ཡོན་ཙམ་ཡོད་སྲིད་ཀྱི་རེད་མ་གཏོགས་དེ་ནི་རང་གི་རྒྱུ་ལས་ཕན་པ་སྐྱེ་བ་མ་རེད་དེ་ཡིན་དུས། ཚང་མས་གཟབ་གཟབ་མཛད་ནས་དེ་ལས་དུས་འཁོར། ཨེ་རེད་མི་རེད་ལྟ་དྲིལ་དྲིལ་བྱས། ནན་པོ་བྱས་ནས། དེ་ནི་མི་ཕྱེད། གཏོར་མ་བཅུ་དྲུག་བཟླས་ལྷ་ཅིག་དགེ་བ་བཅུ་སྟེ། ཅི་ཡག་པོ་ཅིག་བསྒྲུབས་ཐུབ་ན། བཀའ་དྲིན་ཆེ་ས་རེད་དྲན་སྙིང་ལ་ཐང་མོ་བཞག་རྒྱུ་ང་ལ་དེ་དེ་བཤད་རྒྱུ།